ཀུན་བྱང་བརྩེ་བའི་དགེ་བའི་བཤེས་གཉེན་དམ་པ། འདི་བཞུགས་ཀྱི་གངས་ཅན་མཐོ་སྒང་གི་བུད་མེད་ཀྱི་གྲོགས་པོ་རྣམ་པ་ཁྱེད་རྣམ་པ་སྐུ་ཁམས་བཟང། རེད་ངོ་མ་ཐོག་མ་ཡིན་ན་དགོངས་དག་ཞུ་ཟེར་གྱི་ཡིན། ང་རང་ཡིན་ན་ད་དེ་རིང་གི་མཐོ་སྒང་བུད་མེད་ཀྱི་བདེ་ཐང་དང་ལས་གཏོད་ཡག་གི་ཚོགས་འདུ་སྐབས་དང་པོའི་ཐོག་ཏུ་ད་འདི་འདྲ་གི་སྐད་ཆ་བཤད་རྒྱུ་གི་གྲ་སྒྲིག་ཅི་ཡང་མེད། ཡིན་ན་ཡང་རྒས་ཚེ་པོ་ལགས་ཀྱིས་ཁྱེད་རང་ཡིན་གཅིག་མིན་གཉིས་སྐད་ཆ་གཅིག་བཤད་ཚེ་དེ་ནི་ང་ཡི་ཚེ་ནི། ད་དངོས་གནས་ཅི་ལ་ནི་དུས་ཚོད་མི་འདང་འདི་གཉིས་ལ་ཡིན་ན་ཅི་བཤད་འདི་བཤད་འདྲ་མི་འདུག་ཟེར་དུས། རྒན་ལགས་ཀྱི་ཚེ་ནི་ད་ཁྱེད་རང་གི་གཏམ་རྒྱུད་ཅིག་བཤད་ཚེ། དེ་ནི་དེ་རིང་འདི་ན་ད་དུས་ཚོད་ཀྱི་ཐུང་ཐུང་ནམ་དུ་རང་གི་དུས་ད་ལྟ་ལ་སེམས་ནང་དུ་ཅི་འདྲ་ཅིག་དྲན་ན་དེ་དེ་ཁྱེད་རྣམ་པ་ལ་བརྗོད་རྒྱུ་ཡིན་ལགས། ཁྱེད་ཀྱིས་ན། རེད་མ་གཞི་ཡིན་ན་ད་ཁ་སང་ཁ་ཉིན་པ་ཡིན་ན་ང་རང་སྟོད་མངའ་རིས་ལ་ཡོད་ཟི་རི་ཡི་རྒྱལ་པོ་གངས་དཀར་སྟེང་སེང་གི་འདམ་ལ་ལས་ཀ་ལས་ཡོད། དེ་ནས་ཁ་ཉིན་པ་ཞོགས་པ་སྔ་མོ་ཁྱོད་ཚོ་སྔ་མགོ་ལངས་ནས་སྟོད་མངའ་རིས་ནས་དེ་ནས་དབུས་ལྷ་ས་དབུས་ལྷ་ས་ནས་དེ་ནས་ཆེན་དུ་གྲོང་ཁྱེར་ལ་མ་ཡོང་ཡོད། ཁ་སང་ཡིན་ན་ཡང་ཞོགས་པ་སྔ་མོ་ནས་དེ་ནས་དཀར་མཛེས་ཀྱི་གནམ་ཐང་ནས་དེ་ནས་ཧོར་བྲག་མགོ་ལ་སླེབས་ཡོད། དེ་འདྲ་ཡིན་དུས་དངོས་གནས་གྲ་སྒྲིག་བྱེད་རྒྱུ་མ་བྱུང་དགོངས་དག་ཞུ་རྩིས་ཀྱི་ཡིན། དེ་གཉིས་པ་ཡིན་ན་དེ་ནས་ཁ་སང་འདི་ན་སླེབས་ཚར་དུས་དངོས་གནས་ཧ་ལས་བྱུང། ད་འདི་ན་གི་ཡུལ་ཚོ་ཟེར་ན་འདྲ་གྲོང་སྡེ་ཟེར་ན་འདིའི་ནང་དུ་འཛམ་གླིང་གྲོང་ཁྱེར་སུ་དང་སྔོན་བྱུང་ཕྱོགས་ཀྱི་འདི་འདྲ་གི་དཔེ་མཛོད་ཁང་རྩ་ཆེན་པོ་ཞིག་ཡོད་པ་འདི་ནང་དུ་དཔེ་ཆ་ཡིན་ན་ཁྲི་བཅུ་བྱུང་བ་མི་སུམ་བརྒྱ་དུས་མཉམ་དུ་དཔེ་ཀློག་བྱེད་ཆོག་མཁན་གྱི་འདི་འདྲ་གི་དཔེ་མཛོད་ཁང་ཅིག་ཡོད་པ་དེ་ང་རང་གི་སེམས་གཏིང་ནས་ཧ་ལས་བྱུང། ངོ་མ་མི་སྤྱི་ལ་ཆ་མཚོན་ནས་བཤད་ན་ཁོ་རང་གི་བརྒྱུད་རིམ་དེའི་ནང་དུ་དཔེ་ཆ་ཟེར་ན་ཤེས་རིག་ཟེར་ན་དེ་དེ་ཧ་ཅང་གལ་ཆེན་པོ་ཞིག་རེད། ངས་བསམ་ན་ད་གྲངས་འགོ་ཟེར་ན་འདྲ་གྲོང་སྡེ་འདི་རྣམས་དུ་འདི་འདྲ་གི་དཔེ་མཛོད་ཁང་རྩ་ཆེན་པོ་གཅིག་ཡོད་ཚར་དུས་མ་འོངས་པ་ལ་བུད་མེད་མང་པོ་གཅིག་གི་མི་ཚེ་གི་བགྲོད་ལམ་གི་ཁ་ཕྱོགས་དེ་བརྗེ་རྒྱུ་རེད་བསམ། འདི་ཡི་རྐྱེན་གྱིས་ད་འདས་ཀྱི་རྒྱབ་གི་དགེ་བའི་བཤེས་གཉེན་དམ་པ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཐོག་མ་ཡིན་ན།

ཟླ་འདི་ལ་བརྟེན་ནས་ང་རང་གི་ཕ་ཡུལ་དེ་ངོ་སྤྲོད་འདོད་ཙམ་གྱིས་བྱས་ན། དེ་ནས་ང་རང་ནི་མི་ཉག་ལྕགས་སྐེད་ལུང་པ་ཞེས་ས་ལ་སྐྱེས་ཤིང་འཚར་བ་རེད། ཡུལ་འདི་ནི་ད་ང་ཚོ་ཧོར་བྲག་མགོ་དང་འདྲ་འདྲ་གྱི་རེད། རི་ཡོད་པ་ཆུ་ཡོད་པ། ཞིང་པ་ཡོད་པ་འབྲོག་པ་ཡོད་པའི་གི་ཡུལ་མ་འབྲོག་གི་རེད། ད་དེ་རིང་འདི་ན་ང་ཕ་ཡུལ་དེ་ངོ་སྤྲོད་བྱེད་དགོས་རྒྱུ་གི་རྒྱུ་མཚན་དེ་ཅི་རེད་ཟེར་ན། ང་རང་སྐྱེས་ས་ཚ་ས་དེ་འདི་འདྲ་ཕ་དེ་དུས་རི་གྲོང་དང་ཡང་ན་ལུང་པ་ཆུང་ཆུང་ཅིག་རེད། ཡིན་ན་ཡང་ད་སོང་ང་རང་ད་འདི་འདྲ་ས་ཆ་མང་པོ་ཅིག་ལ་འགྲོ་ཚར་དུས་ང་ལ་སེམས་ཤུགས་སྤྲད་ས་དང་སྤོབས་པ་སྤྲད་ས་དེ་ངས་བསམ་ན་འདི་ནས་རང་གི་ཕ་ས་ཕ་ཡུལ་དེ་རེད་ཅེས་བསམ། དེ་ནས་ཅི་ཡིན་ན་ད་སོང་གི་ད་ལས་ཀ་ནང་དུ་གང་ས་འགྲོ་ན་རི་གཙང་མ་དང་ས་མཐོན་པོ་ཆུ་སྔོན་པོ་དེ་ཚོ་མཐོང་བའི་དུས་སུ་སེམས་ཧ་ཅང་སྤྲོ་པོ་ཡོང་པ་དང་དགའ་པོ་ཡོང་པས་འདི་དེ་ང་རང་ད་ཆུང་དུས་ཀྱི་སྐྱེས་ས་ཚ་ས་གི་ཕ་ཡུལ་ལུང་པ་གི་བྱིན་པ་རེད་བསམ་དུ་དེ་བཞིན་དུ་ད་ཆུང་དུས་ཡིན་ན་སྐྱེ་ས་ཚ་ཚ་ནས་ཞིང་ལས་ལས་མྱོང་པ། འབྲོག་པ་གི་འཚོ་བ་དེ་ཡང་ཉམས་སུ་མྱོང་པའི་རྐྱེན་གྱིས་ད་སོང་ཡིན་ན་ང་རང་གི་སྲོལ་རྒྱུན་གྱི་རིག་གནས་དེ་ཚོ་ལ་སེམས་གཏིང་ནས་དགའ་བཞིན་ཡོད་རྒྱུ་དེ་ཡང་ཕ་ཡུལ་གྱི་བཀའ་དྲིན་རེད་བསམ་འདུག་དེ་བཞིན་དུ་དེ་ནས་ཕ་ཡུལ་ནས་ཆུང་དུས་ནས་རང་བྱུང་ཁམས་དང་འབྲེལ་བ་དམ་པོ་ཡོད་པའི་གྱི་ཟས་བཅུད་དེ་ཚོ་ཉམས་སུ་མྱོང་ནས་སྐྱེ་ཞིང་འཚར་བའི་རྐྱེན་གྱིས་ད་སོང་ཡིན་ན་དེ་ནས་སེམས་གཏིང་ནང་ནས་ང་ཚོ་འདི་ནས་བོད་མི་རིགས་ཀྱི་རུས་རྒྱུད་ལྡན་པའི་གཟེར་དེ་ཚོ་ལ་ཡང་དགའ་ཞེན་ཡོད་རྒྱུ་དེ་ཕ་ཡུལ་གྱི་བཀའ་དྲིན་རེད་བསམ་འདུག་དེ་ནི་དེ་རིང་འདི་ནས་ད་སེམས་གཏིང་ནས་བཤད་པའི་སྐད་ཆ་ཅིག་ཡིན། འདི་བཞིན་ཚང་མ་ཡང་མཐོ་སྒང་ནས་སྐྱེས་ཤིང་འཚར་བའི་སྐྱེས་མ་ཏག་ཏག་རེད་ངོ་མ་ང་ཚོ་གངས་ཅན་མཐོ་སྒང་ལ་སྐྱེས་པ་ནི་ཧ་ཅང་བསོད་ནམས་ཅན་གྱི་མི་ཞིག་རེད་བསམ་འདུག།

མི་མང་པོ་གཅིག་གི་ད་གང་ཧྲི་ཤག་ཅིག་དེ་སྔོན་མ་ཡིན་ན་དགོས་རེད་ད་སོ་ཡིན་ན་ན་ལས་ཁང་མང་པོ་གཅིག་གི་ནང་དུ་ང་ཚོ་གི་སློབ་གྲོགས་མང་པོ་གཅིག་ད་ལས་གནས་དཀར་མཛེས་ཁུལ་ཡིན་ན་འདྲ་ས་ཆ་མང་པོ་ཞིག་ལ་ལས་གནས་འདི་ཐོག་ཏུ་སྡོད་ཁུལ་དང་ལས་ཀ་ལས་མཁན་མང་པོ་གཅིག་ཡོད་རེད་དེ་ན་ལོ་ངོ་སོང་ལྷོ་གཞུང་བྱས་རྗེས་དེ་ནས་ཉིས་སྟོང་ལོ་ལ་ང་རང་ལོ་བཅུ་བརྒྱད་ཡིན་དུས་མ་གཞི་ན་རྒྱལ་ཁབ་གི་ལས་ཀ་ལས་སྒོ་ཕྱེ་རྒྱུ་གི་དུས་གོ་སྐབས་གཅིག་ཡོད་རེད་ཡིན་ན་ཡང་ད་ལས་དང་ཀ་བ་བཟང་པོ་གཅིག་གི་ལོ་དེ་ལ། དར་མདོ་རྫོང་གི་རྒྱ་འབྲང་བརྙན་འཕྲིན་ཁང་གི་དེ་ནས་བརྙན་སྒྲོན་པ་འདི་དུས་ང་རང་རྒྱུགས་འཕྲོད་ནས་དེ་ནས་དགེ་རྒན་མ་བྱས་ནས་བརྙན་སྒྲོན་པའི་གི་ལས་ཀ་དེ་ལ་ཞུགས་པ་ཡིན། དེ་ནས་ད་བར་ཡིན་ན་རྒྱ་འབྲང་བརྙན་འཕྲིན་གི་ལས་ཀ་དེ་ལས་ནས་ལོ་ཉི་ཤུ་རྩ་ལྔ་འདྲ་རེད་ཡོད་རེད་ཧོ་མ་ཡིན་ན་ད་ལོ་སྤྱི་ད་རྩེ་མདོ་གི་རྒྱ་འབྲང་བརྙན་འཕྲིན་ཁང་རྣམས་དུ་ལས་ཀ་འདྲ་མིན་སྣ་ཚོགས་ལས་མྱོང་གསར་འགོད་པའི་ལས་ཀ་རྒྱང་སྒྲོག་པའི་གི་ལས་ཀ་དེ་བཞིན་དུ་ཡིད་རྒྱུ་བྱེད་རྒྱུ་འདོན་རྩིས་བྱེད་རྒྱུ་ལྷག་པ་དེ་བཞིན་དུ་གཉིས་ལས་ཀྱི་ད་ལས་ཀ་འདྲ་མིན་སྣ་ཚོགས་ལས་མྱོང། ལོ་ངོ་གཅིག་གི་རྒྱུད་རིང་དེ་གའི་ད་ལོ་ངོ་གཅིག་གི་རྗེས་ལ་ཁམས་པའི་བརྙན་འཕྲིན་ཁང་རྣམས་དུ་ཡོང་བའི་དུས་སུ་ང་རང་ག་སྟེ་དེ་ཆེན་པོ་དང་དེ་ནས་ལས་ཀ་དེ་རྒྱ་ཆེན་པོ་ལས་རྒྱུ་དེ་ལ་རྨང་གཞི་འདྲ་བྱེད་འདས་སོང་ད་ལྟ་འདམ་རྒྱ་དུས་དེ་ནས་ལོ་ངོ་གཅིག་གི་དེ་ནས་ལས་གཏོད་བྱས་པའི་རྒྱུད་རིང་དེ་ཧ་ཅང་ག་ཆེན་པོ་དང་རྩ་ཆེན་པོ་ཅིག་རེད་བསམ་གྱི་དེ་བཞིན་དུ་དེ་དུས་ཡང་དགེ་རྒན་དང་ལས་གྲོགས་ཧ་ཅང་བཟང་པོ་ཞིག་ཐོས་ཡོད་པ་དེ་ཡང་ཧ་ཅང་བཀའ་དྲིན་ཆེན་པོ་ཅིག་རེད་བསམ། དེ་ནས་ད་ཉིས་སྟོང་བཅུ་ལོ་ལ་ཡིན་ན་ང་ཚོ་ཁང་པའི་བརྙན་འཕྲིན་ཁང་དེ་དངོས་སུ་བཏང་ནས་དེ་ནས་ཁང་པའི་བརྙན་འཕྲིན་ཁང་ནང་ཡོང་ཚར་དུས་ད་བར་ལོ་ངོ་བཅུ་ཁ་གྲངས་རེད་རེད་དེ་ནས་ལོ་འདི་འདྲ་བཅུ་ཁ་གྲངས་ནང་དུ་ཡང་གཅིག་ལ་ན་ང་ཚོ་དགེ་རྒན་མང་པོ་གཉིས་ལ་ང་ཚོ་གངས་ཅན་མཐོ་སྒང་གི་གཟིགས་མོ་བ་མང་པོ་གི་རྒྱབ་བཤུ་བྱས་ནས་ད་ལྟ་ཡིན་ན་ང་ཚོ་ཁང་པའི་བརྙན་འཕྲིན་ཁང་ནང་དེ་ནས་བོད་གི་ས་ཆ་མང་པོ་ཅིག་ལ་ཡང་ཁང་པའི་བརྙན་འཕྲིན་ཁང་བཟོས་ཏེ་ང་ཚོ་ལ་སེམས་ཤུགས་སྤྲད་ས་དང་སྤོབས་པ་སྤྲད་ས་རེད་འདུག་དེ་འདྲ་ཡིན་ན་ང་ཚོ་ཁང་པའི་བརྙན་འཕྲིན་ཁང་གི་ལས་གྲོགས་ཚང་མ་ལ་ཡང་སེམས་ནང་དུ་སྤོབས་པ་སྐྱེ་ས་དང་ཡིད་ཆེས་ཡོད་ས་ཅིག་རེད་དེ་ནས་གོ་སྐབས་འདི་དང་འདི་ནས་ཡང་ང་ཚོས་ཁང་པའི་བརྙན་འཕྲིན་ཁང་གི་འདུས་བཞུགས་ཀྱི་གཟིགས་མོ་བ་ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་གཟོད་ཀྱི་ཡིན། ངོ་མ་ཁྱེད་ཚོ་མེད་ན་ང་ཚོའི་ཁང་པའི་བརྙན་འཕྲིན་ཁང་ཡོད་མ་རེད། ཁྱེད་ཚོ་གི་སྐུལ་སློང་དང་དེ་ནས་སྤོབས་པ་བྱིན་བ་ཙམ་གྱིས་བྱིན་འོད་ཀྱི་རྐྱེན་གྱིས་དེ་ནས་ང་ཚོ་དེ་རིང་ཡང་སེམས་ཤུགས་དང་སྤོབས་པ་ཆེ་ནས་འདི་ནས་མདུན་དུ་བཤོས་དང་བཤོས་བཞིན་ཡོད་ཟེར་གྱི་ཡིན། དེ་ནས་ཁྱེད་རྣམས་པ་ལ་ཐུགས་རྗེ་ཆེ་གཟོད་ཀྱི་ཡིན། གསུངས་པ་དེ་ནི་དེ་ནི་ཧོ་མ་ཡིན་ན་ང་ཚོ་གི་གཟིགས་ནས་ཨ་ཕོ་རང་གི་འཇོན་ན་དེ་ནི་དགའ་ལྡན་ཁྲི་ལ་བདག་པོ་མེད་ཟེར་ར་ད་དེ་རིང་ན་ང་ཚོ་གི་བརྗོད་དོན་གཙོ་བོ་དེ་མཐོ་སྒང་བུད་མེད་ཀྱི་བདེ་ཐང་དང་ལས་གཏོད་ཟེར་རྒྱུ་དེ་རེད་ངོ་མ་སྔོན་མ་ཟེར་ན་ང་ཚོ་ད་ཕོ་ཁྱོ་མོ་མེད་གི་ལྟ་བ་འཛིན་མཁན་ཡོད་རྒྱུ་རེད་ད་སང་ཡིན་ན་ཡང་ང་ཚོ་ད་ག་ས་ག་ལ་འགྲོ་ཡི་དུས་སུ་འདི་འདྲ་གི་ལྟ་བ་ཡོད་མཁན་ཡང་ཡོད་དུ་ཡིན་ན་ཡང་དུས་རབས་གསར་པའི་ནང་དུ་ངས་བསམ་ན་འདི་ནི་ཨ་མེས་ཀྱི་བུ་མོ་ལ་འཇོན་ཐང་ཡོད་ན་འདི་ནི་ལས་དང་བྱ་བ་རང་ལ་ཡོད་ཟེར་བསམ་གྱི་ཡོད། ངོ་མ་ད་ལྟ་གི་དུས་སྐབས་དེ་སྔོན་མ་དང་མ་འདྲ་བ་ཧ་ཅང་ཡག་པོ་ཞིག་རེད་ཨ། དེ་འདྲ་ཡིན་དུས་ངས་བསམ་ན་བུད་མེད་ཚང་མ་ལ་ཡང་རང་ལ་དང་སངས་རྒྱས་ཀྱི་གསུང་བཞིན་གྱི་དེ་ནས་དཔལ་འབྱོར་གྱི་དགེ་དབང་དང་དེ་ནས་སེམས་ཁམས་ཀྱི་རང་དབང་ཡོད་ཆོག་དེ་རང་གི་འབད་རྩོལ་གྱིས་བྱས་ན་འདི་འདྲ་གི་གོ་སྐབས་དེ་ཡོད་ཤག་ཤག་རེད་ཡོད་ཆོག་ཆོག་རེད་བསམ་འདུག་དེ་འདྲ་ཡིན་ཏེ་ངས་བསམ་ན་ཡང་འདི་བཞུགས་ཀྱི་གྲོགས་མོ་ཚང་མ་གི་སེམས་ཤུགས་ཀྱིས་འགྲེལ་རོགས་འབད་བརྩོན་གྱིས་བྱེད་རོགས་ཟེར་གྱིས་ངས་བསམ་ན་འདི་འདྲ་གི་འཚོ་བ་གཏོང་རྒྱུ་ནི་ང་ཚོ་ཚང་མ་དང་ཧ་ཅང་ཐག་ཉེ་པོ་ཆེ་རེད་བསམ་འདུག་ལོ་འདི་དག་གི་དུས་ལ་ང་ཚོ་ཁང་པའི་བརྙན་འཕྲིན་ཁང་གི་ངག་གི་ལེན་ཚེ་དག་འཆི་མེད་ཀྱི་གླེང་མོ་ཡིན་ན་འདྲ་དེ་ནས་སྒེར་བྱམས་པ་རྡོ་རྗེ་གི་ལེན་ཚེ་བྱམས་པའི་ཁ་བརྡ་ཡིན་ན་འདྲ་བུད་མེད་ཀྱི་ལས་གཏོད་སྐོར་ལ་ལེན་ཚེ་མང་པོ་ཞིག་བྲིས་ཡོད་དཔེར་ན་བྱམས་པའི་ཁ་བརྡ་རྣམས་དུ་དུས་རབས་གསར་པའི་སྐལ་བཟང་མེ་ཏོག་བཞད་པའི་ནང་དུ་ཡང་ལེན་ཚེ་མང་པོ་ཞིག་བྲིས་ཡོད་དེ་ནས་ང་ཚོ་གི་ཡང་འཆི་མེད་ཀྱི་གྲོགས་པོ་ཟེར་རྒྱུ་རྣམས་དུ་བུད་མེད་ཀྱི་ལས་དོན་པ་མང་པོ་ཞིག་ལ་བཅར་འདྲི་བྱས་ཡོད་ངོ་མ་ཁོ་ཚོས་བུད་མེད་རེ་རེ་གི་གཏམ་རྒྱུད་དེ་ལ་བལྟ་བའི་དུས་སུ་ཡང་ལས་རིགས་སོ་སོ་ནང་དུ་རང་གི་འབད་བརྩོན་བྱས་ནས་དེ་ནས་འཇོན་ཐང་ཡོད་མཁན་གྱི་བུད་མེད་མཛངས་མ་མང་པོ་ཞིག་འདུག་ངོ་མ་ཁོ་ཚོ་ལ་སེམས་ཤུགས་འདུག་སྤོབས་པ་འདུག་དེ་འདྲ་ཡིན་དུས་ང་རང་ཡང་དེ་ནས་བུད་མེད་ཞིག་ཡིན་པའི་ཆ་ནས་ཧ་ཅང་དགའ་པོ་བྱུང། ངས་བསམ་ན་དེ་རིང་འདི་བཞུགས་ཀྱི་གྲོགས་པོ་གྲོགས་མོ་མང་པོ་ཞིག་ཡང་ལས་དོན་བྱེད་བཞིན་ཡོད་ཀྱི་རེད་ལས་དོན་བྱེད་བསམ་གྱི་རེད་དེ་འདྲ་ཡིན་དུས་ཡང་དུས་རབས་གསར་པ་འདི་ངོ་མ་གོ་སྐབས་ཧ་ཅང་ཡག་པོ་ཞིག་རེད། ངོ་མ་ཨ་མའི་བུ་མོ་གི་འཇོན་ཐང་ཡོད་ན་ནི་དེ་ནས་རང་དབང་དང་རྒྱལ་དབང་དང་དེ་ཚོ་ཚང་མ་དེ་ཐོན་འདུག་ཟེར་གྱི་ཡིན། དེ་འདྲ་ཡིན་དུས་ཁྱེད་རྣམས་པས་འབད་བརྩོན་གནང་རོགས་ཟེར་གྱི་ཡིན། དེ་ནས་ད་དུས་ཚོད་ཀྱི་དབང་གིས་ང་ཡང་མང་པོ་ཅིག་བཤད་རྒྱུ་མི་འདུག་དེ་ནས་མཇུག་མཐའ་ཡིན་ན་ང་ཚོ་འདུས་བཞུགས་ཀྱི་གྲོགས་མོ་ཚང་པ་ལ་ལུས་བདེ་མོ་སེམས་ཞིབ་པོ་ཡོང་བའི་བཀྲ་ཤིས་སྨོན་འདུན་ཞུ་རྒྱུ་ཡིན་ཐུགས་རྗེ་གནང་ཐུགས་རྗེ་གནང།